འབྲས་སྤུངས་ཀྱི་རྒན་པདྨ་རྒྱལ་མཚན་དང། ཨ་ནི་དེ་སྔའི་རྒན་སྟོང་དཔོན་གྱི་གཅིག་གསུང་སྒྲོས་དང། ཨ་ནི། ཨ་ནི་མཁན་ཆེན་རྡོ་རྗེ་འཆང་གླིང་རིན་པོ་ཆེ་དེའི་གཅིག་ཕི་གེ་ཏའོ་ཟེར་ཕི་གེ། གཅིག་བག་ཡོད་རུ་ནང་དེ་ཡང་གཅིག་དེ་འདྲ་ཞིག་ད་བྱུང་བ་རེད་འདུག་ཟེར་ཙང་ནས་ཨ་དེ་ནས་ང་ཡི་ད་དེ་ཨ་ནི་ད་གཞི་ནས་ཞིབ་འཇུག་བྱེད་དགོས་ཡ་ཆགས་བྱས།

ཨེ་དེ་ནས་གོ། ད་གང་ལྟར་ཅིག་ཞིབ་འཇུག་རུ་རིམ་པས་བྱས་ཡོད་འདུག་ཙང་ནས། འདོད་རྒྱལ་རྒྱུས་ཡོད་ཆེ་ཤོས་ནི་གོང་ས་ལྔ་པ་ཆེན་པོའི་དབྱོག་རིགས་རེད། ཨེ་ནི་ལྔ་པ་ཆེན་པོའི་དོན་དག་སྙིང་པོ་འདི། ཨེ་ནི། ཕལ་ཆེར་གོང་ས་ལྔ་པའི་གསུང། པུ་ཏུ་གོ་ཡིན་ན་པུ་ཏུ་བཅོ་བརྒྱད་པ་ཡིན་ན། གོ་ཡིན་ན་ཅིག་ནང་ལོགས་ལ་ཡ། ཨེ། ཅིག་ཁྲིད་འཇུས་འདི་འདྲའི་རིགས། མཛད་བཞག་པའི་ནང་ལ་འོ་ད། གཟུ་དབང་དེ་འདུག་ཨ། གཟུ་དབང་གཙང་པ་ཡིན་ཟེར་བྱས་ནི། རང་རྣམ་དུག་ལས་ག་ས་ན་ཡོད་རེད་ཨ་ད་དེ་ཞིབ་འཇུག་འདི་ཞུ་དགོས་ཨེ་མཐོང་ཡོད་འདུག་ད་ནས་གོང་ས་ལྔ་པ་ཆེན་པོས་ཨེ་ནས་ཁལ་ག་ས་ཁལ་ག་ས་ལགས་ཨ་རྒྱ་ཀྱི་ཁྲུས་ལ་བརྟེན་ནས་སྤྲུལ་སྐུ་བསོད་ནམས་དགེ་ལེགས་དཔལ་བཟང་གི་ཡང་སྲིད་རྫུན་མ་ལམ་དུ་ལྷོངས་པ་སྨོན་ལམ་ལོག་པའི་དམ་སྲིར་གྱུར་ཏེ་ཟེར་ནས། ཨ་ནི་བོད་ཀྱི་འགྲོ་བ་ལ་འཚེ་བ་བྱེད་པ་གཞུང་བྱས་ཡོད། དེ་འདྲ་ཡིན་དུས་འདི་ཕར་ཕྱིན་བསྡུས་ཚབ་ཀྱི་ཐབས་ཤེས་གང་ཡོང་གནང་པ་ཡིན་ཏེ། ཨེ་འདི། བོད་ཀྱི་ལེགས་ལམ་གསུམ་པ་མ་བྱུང་བ་བྱས་ནས་ཨེ་ནི་ཐ་མ་སྔོན་བརྗོད་འདུག་ཟེར་གནང་པ་ཡིན། དེའི་སྐབས་ཀྱི་ཨེ་ནི་གཟུ་དབང་མཛད་བྱས་པ་དེ་ནང་ལོགས་ལ་ཡ། ཨེ་ནི་སྨོན་ལམ་ལོག་པའི་དམ་སྲི་འབྱུང་པོ།

བཀྲ་ཤིས་མུ་ལི་ཡ་ཕེབས་མུ་ཏུ་བ་བྱས་བྱས། བཀྲ་ཤིས་མུ་ལི་ཡ་ཞལ་རུ་ཕྱོགས་བྱས་མཁས་པའི་ཁ་ཐུག་ལ། ཨཱ་ནི་རྣམ་སྲས་ཏག་ཏག་རྒྱལ་གྱི་བཀྲ་ཤིས་ལྷུན་པོ་སྐོར་བྱས་ཡར་མ་ཐར་བྱས། ཨཱ་ནི་ཁྲོས་པའི་ཚུལ་གྱིས་ས་སྐྱ་ལ་ཡར་ཕེབས། ཡི་གེའི་སྐབས་འདིའི་ས་སྐྱ་བདག་ཁྲི་དེ། ཨཱ་ནི། གཟིགས་བྱས། ཁྱོད་རང་ག་འདྲ་ཡིན་པ། བྱས་ནས་ཀུན་ནས་བཙལ་ན་ང་དགེ་ལུགས་པའི་དམ་ཚིག་ཡིན་ཟེར་ནས། ད་ལྟ། སོ་སོའི་ངོ་སྤྲོད་དང་པོ་དེ་འདི་རེད། འདི་རང་བཞིན་བརྗོད་པ་དང། ག་འདྲ་ལྟ་དྲང་པོ་རེད་འདུག་ག། བྱས་ཙང་ག་ད། དམ་ཚིག་ཉམས་པའི་ལྟ་བ་ཅིག་གིས་མི་དང། མི་མིན་སུ་དང་སུ་ཡིན་ནས་ཁོ་ག་འདྲ། སྒེར་སྒེར་སོ་སོའི། ལྷག་བསམ་རུ་ག་ཡིན་ནས་མེད་ནས་ཁོ། ཅིག་དམ་ཚིག་ཉམས་དེ་ངས་བྱིན་དུས་ཙང་ནས་ཁོ་གར་བྱས་ནས་ཁོ་གྲ་མ་འགྲིག་ཡོང་འདྲ་བའི་ཅིག། ད་འདི་ལོ་རྒྱུས་ནང་ལ།

བཞུགས་སྒོ། དོལ་རྒྱལ་འདྲ་བ་བྱུང་བྱས། དོལ་རྒྱལ་འདྲ་བ་ཡོང་ཡག་དེ། ཅེས། དཔེར་ན་སྟག་སྐུ་རྡོ་རྗེ་འཆང་གི། ཅེས་ཨ་མདའ། ད་ནི་རྩ་གསུམ་ལྷ་ཡི་ཞལ་གཟིགས་ཡིན་དགོས་ཡག་རེད་ཅེས་དེ་འདྲའི་འབྲི་ཐང་ནས་ཅེས་ཅེས་བྱུང་བ་ཅི་ནི་རེད་མི་འདུག། ཨ་ནི་སྲོག་གཏད་དེ་སྟག་སྐུ་རྡོ་རྗེ་འཆང་གི་དང་ནང་སུ་གསུང་གི་ཡག་རེད་དེ་སྟག་སྐུ་རྡོ་རྗེ་འཆང་གི་གསུང་ནང་ལ་མི་འདུག་ག།

དེ་འདྲ་ཡིན་དུས་ས་ནས་ཨ་ནི་དེ་རང་དེ་ཡིག་ཆ་ཞིག་ནང་དེ་འདུག་ཨ་ཀུན་འདུས་ཀོང་མོ་མ་ཤག་ཁོང་ལ་ཡ་ཨ་ནི་ཨ་ད་དེ་མུ་རུ་སྟག་ལ་མ་ལ་ཡ་གཉིས་ལམ་ཞིག་བྱུང་དོལ་རྒྱལ་གྱི་སྐུ་ཕི་ཞིག་གཉིས་ལམ་ཞིག་དང་ནི་དགུ་རྫོགས་གནམ་གང་ལ་ཡིན་ད་ཟེར་ནས་སྐད་གསང་མཐོན་པོས་བསྒྲགས་བྱུང།

ཐུབ་བསྟན་རྒྱ་མཚོ། ང་ནི་དྲ་གནས་ཕྱོགས་ཡོངས་ཀྱི་གནས་ཚུལ་ནས་འདུག་བལྟས་པ་ཡིན་ན་བཀའ་དྲིན་ཆེན་པོ་ཞག་ཆགས་བསྡད་པ་རེད། ཀུན་ཏུ་སྐུ་གོང་མ་རང་གི་དགོངས་པ་དེ་ཨེ་ནི་ཅིག་རྗེས་འཇུག་ཚོས་ཆ་ཚང་ཅིག་སྒྲུབ་མ་ཐུབ་པ་བྱས་ནས་འཐུས་ཤོར་ཕྱིན་བཞག་མ་གཏོགས་སྐུ་གོང་མ་རང་ཉིད་ཀྱི་དགོངས་པ་བཞེས་དེ་ནི་ཕྱོགས་ཡོངས་ཀྱི་གནས་ཚུལ་གཟིགས་བྱས་དགོངས་པ་བཞེས་འདུག་བ་ཨེ་ནི། ཅིག་བསྟན་པ་ལ་ཆ་བཞག་ན་རབ་བྱུང་བསྙེན་རྫོགས་ད་ཧ་ལམ་ཁྲི་ཕྲག་དྲུག་ན་ཡོད་རེད། སུམ་ཅུ་ཆ་བརྒྱ་ཞེས་པ་ཡོག་མ་རེད་དེ་དངོས་གནས་དྲ་གནས་ཀྱི་རབ་བྱུང་བསྙེན་རྫོགས་གྲུབ་ཡ་ད་བཞི་བོ་ཅི་ན་འདུག་ཨ་ནི་གདན་ས་ཁག་དེ་དེ་ལ་སློབ་གཉེར་ལ་དམ་དྲག་བཞི་བོ་ཅི་ན་འདུག་སློབ་གཉེར་རྒྱག་པོ་ཡོད་པ་དེ་དེ་གཟེངས་བསྟོད་དབུགས་དབྱུང་བཞི་བོ་ཅི་ན་འདུག་དེ་བཀའ་དྲིན་ཆེན་པོ་རེད་ད་དེ་ད་དེ་འདྲ་ཞིག་གིས་ད་བླ་མ་དེ་ཤ་བའི་ཁ་ཐུག་ལ་དགའ་བསུ་ཞུ་མཁན་དེ་ཡག་རྟགས་ཅི་མ་རེད་བ།

ལོ་མང་པོ་ཞིག་གི་རིང་དུ་བརྟེན་བྱས་ད་གནས་ཚུལ་དེ་རེད། ད་ལྟ་དེ་འདྲ་ཡིན་དུས་ང་ཡང་གང་ལྟར་གནས་ཚུལ་ངོ་མ་མ་ཤེས་པ་བྱས་བྱས་ཨེ་ནི་ནོར་འཁྲུལ་གང་ཕྱིན་པ་རེད། ཨེ་འདི་བར་སྐབས་གནས་ཚུལ་དེ་མ་ད་གསལ་བོར་མ་ཆགས་ཡག་ཅིག་བྱུང་དུས་ཚ་ནས་དེ་ཨང་ད་གདན་སའི་མཁན་པོ་ཨང་ད་དེ་མཁན་པོ་དགེ་བཤེས་དྲན་རྒན་བློ་ཐུབ་ལེན་ད་ཨེ་ནི་རིན་པོ་ཆེ་ཡག་རེད། ཨོ་ཁོ་ཚོ་རེད། དེ་དུས། དེ་དུས་ང་འདི་བཞུགས་པ་ཐུགས་རྒྱུས་མཛད་ནས་ད། ཨ་མདོ་པོ་འདུག་དོལ་རྒྱལ་བསྟེན་གྱི་ཡོད། ད། བླ་མ་ད་ཆོས་སྐྱོང་བྱས་ན་བླ་མ་གལ་ཆེ་རེད། ཨ། ཨ་ནི། ཅིག་རྒྱུད་འདི། ནང་ལ་ཡ། བླ་མ་ལ་ད་བསྟེན་ཚུལ་ལོག་ན། བླ་མ་ལ་ནི་བླ་མའི་བཀའ་དང་འགལ་ན་ཉེས་པ་ཡོད་པ།